འཁོར་བའི་ནང་ནས་ང་དང་ང་འགྲོ་བ་མ་སྐྱེས། ང་དང་ཚེ་སྔོན་མའམ་བསོད་ནམས་བརྒྱ་ལ་སགས་སྐག། སོང་བ་ལ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་བསྲུང་སྐག། ཡེ་ཨ་དེ་ནས་སོགས་ལ་དེ་ནས་སྤྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་གི་མཐེ་བོ་ནས་ལས་ས་པི་ཧ་སྒོ་སྐག། ཡེ་ཨ་དེ་ནས་སོགས་ལ་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་སྐག། དེ་ལ་བརྟེན་ཏེ་ཏཱལ་རྒྱ་སྦྱོར་བཅུ་ཚང་ཁ་ནས་མི་ལུས་ཐོབ་དེ་ཡིན་འཛད་ནོར། དམར་སྐ་ལོག་ཙམ་ཕོག་ནོག་ངས་ད་བསམ་མ་ནི་མི་ཡས་སྐད་ཆས་སོགས་ཁོ་རང་མ་ནི་ཧ་ལས་ཤ་ཟིན་ནོག། དེ་ནང་ནའང། དེ་ནས། ནམ་འདྲེན་བཞི་པ་སངས་རྒྱ་ཤ་ཁ་ཐུབ་པའི་བསམ་པ་སྐད་ཆས་སོགས། ཡིས་སྐ་ལ་སྐ་ལྤག་ཙམ་ཕོག་ཙང་ནོག་པ་སྐ་ཙང། སངས་རྒྱ་སྔ་ལངས་མང་པོ་ཕེབས་ཚོད་བཀག་ལས། དེ་ནས་ཡང་ཁོ་རང་དེ་རུ་དུས་ཚོད་ཅིག་བོར་ཏེ་ནོག་དེ་བ་སྐ་ལྤག་ཟེར་ཏེ་སྐ་ལྤག་བཟང་པོ་ཟེར་ཏེ། ཡིས་སྐ་ལྤག་བཟང་པོ་བས་ན་དེ་ནས་སངས་རྒྱ་ཙམ་ཕེབས་ཤེས་བྱོས་ཟེར་ན། སངས་རྒྱ་སྟོང་ཅིག་ཕེབས་ཤེས་བྱོས་ཟེར། མ་མཐའ། ཉེ་རྒྱལ། གསུང་ཆོས་རིག་རྒྱལ་ལྟེ་བར་གྲུབ་པ་རྡོ་རྡེ་སྐལ་བཟང་ཟེར་ག་འདུག་དེ་ནས་སངས་རྒྱས། སྟོང་སྐུ་ཟེར་ག། དེའི་མཚམས་པ་ཨིས་སྐལ་པ་བཟང་པོ་བས་ན། སངས་རྒྱས་སྟོང་གཅིག་ཕེབས་ག་ནུ་ནི་དེ་འོན་ཚ་ནུ་ནང་དེ་མཚམས་པ་དེ་ན་ཡོད་དེ་ནོ། མ་ཨིས་སྐལ་བ་བཟང་པོ་ནོ་ད་དེ་ཚོ་འོན་མ་ནི་ཚ་མཐོ་ཤེལ་ཕོ་ཁོ་རང་སྐལ་བ་བཟང་པོ་ནོ། དེའི་ནང་ནས་དེ་ནས་སངས་རྒྱས། བཞི།

གཡུར་དུ་གསང་བ་ལ་སོགས་པ་བསང། ཡིད་བརྟན་པ་པོ་སངས་རྒྱས་ཤ་ཁད་ཐུབ་པའི་བརྟན་པ་ནོ། བསམ་པའི་ན་ཚ་པོ་ལོ་སྟོང་ལྔ་ཡིན་ཙང་ནོ། ལོ་སྟོང་ལྔའི་ནང་ནས། ད་སྔ་བཏང་བའི་ཆོས་རྣམས་ཉིས་བརྒྱ་དྲུག་ཅུ་ཞིག་རྫོགས་ཤིག། ཚར་ཚར་བསྟན་ནོ། བསྟན་པ་ཡར་ངོའི་བསྟན་པའོ་ཚར་བསྟན་ནོ། བསང་བ་བསང། ད་བསྟན་པ་མར་འདྲིས་པའི་དུས་སུ། གསུངས་པ་སངས་ཅིན་ནང་ཨི་སངས་རྒྱ་ཤཱཀྱ་ཐུབ་པའི་བསྟན་པ་སྐྱེས་ཆེན་སོ་ཁོ་རང་བོ་ང་ཐང་བོ་མཚོ་སྣ་མེད་ཀ་སོ་ནམ་བཟང་ཕོ་ལོ་ད་དེ་བོ་མི་ལུས་ཀྱི་རིན་ཐང་བོ་ཧ་གོ་གོ་ས་ནོ་པ་ནི་ཡ་ང་མ་ནི་པ་ཨི་སངས་རྒྱ་ཤཱཀྱ་ཐུབ་པའི་བསྟན་པ་མི་ལུས་རིན་པོ་ཆེ་ཞིག་ཐོབ་ཧ་བསམ་སྟེ་ད་མི་ལུས་རིན་པོ་ཆེ་ཐོབ་བ་ཙམ་ཞིག་འགྲིག་བསྟན་ནོ་བཟོ་ན་ད་འགྲིག་རྒྱུ་མེད་གག་ལེ་མི་ལུས་རིན་པོ་ཆེ་ཐོབ་བསྟན་ནོ་བཟང་སྟེ་ལེ་ལོ་ཅོ་སྟེ་ཉམས་ལེན་ཅིག་མ་ཆོ་བ་ལུས་ཟེར་ན་དེའི་སྟེང་ནས་དེ་ནི་མི་ལུས་རིན་པོ་ཆེ་བོ་མི་ལུས་ཕར་སྤགས་བྱས་ཡོད་རྒྱུ་བཅས་ནོག་ལེ། མི་ལུས་བཅུར་སྤོགས་བྱས་ཟ་ར་ནོག་ལེ། རྡ་ས་འཛམ་བུའི་གླིང་ན་ཡོད་དཀར་འདོག་ཚང་མ་མི་ལུས་རིན་པོ་ཆེ་ཡིན་ནོག་བ་ཟེར་ན་ཚང་མ་སྨྲས་ནོག་པ། མི་ལུས་ཤིག་ཡིན་ནོག། མི་ལུས་རིན་པོ་ཆེ་བོ་སྨྲས་ནོག། རིན་པོ་ཆེ་བོ་དཀར་གཟུགས་བོ་སྨྲས་ནོག་ཟེར་ན་རིན་པོ་ཆེ་བོ་ཡོང་བ་ལ་དལ་བ་བརྒྱད་ནང་སྦྱོར་བ་བཅུ་ཟེར་ཁ་འདུག་རྩིས་ཆེ་བརྗོད་དཀའ། དལ་བ་བརྒྱད་ཟེར་ཁ་འདུག་ཟེར་ན་ད་ཡིན་ཆེས་པོ་ད་ང་ད་ཨ་དལ་ཏེ་ནོག་པ་ནི།

ཏཱལ། ཉལ་བ་སྐྱེས་པས་ན་སྡུག་བསྔལ་བག་མེད་མྱོང་གི་ཏཱལ་སྐྱེས་མེད་དགག་ལས། ང་དང་ཡི་དྭགས་ཨ་མ་སྐྱེས། ཏཱལ། ཡི་དྭགས་སྐྱེས་པས་ན་བྲེལ་སྐོམ་གྱི་སྡུག་བསྔལ་ཁོ་རང་གཅིག་པས་ན་ཆོས་ཏེ། ཡང་ཆོས་བསྟན་རྒྱུ་དང་ཡང་ཚིག་སྤྱོད་སྐྱེ་སྲིད་ཐབས་ལམ་ཁོ་རང་ཡོད་དེ་མེད་དགག། ཡ་དུད་འགྲོ་ཨ་མ་སྐྱེས། ཏཱལ་གཉིས་ཀ་ལྟ་ཁོ་ང་དང་ཆོས་ཀུན་ན་གསུངས་ཟེར་བའི་གན་རྒྱའི། དེ་བས་ཀྱང་བསམ་པ་དང་བྲལ་ནོག་པ་དུད་འགྲོ་ང་ཏིལ་བདུན་ནས་བསྡུ་བ་ལས། བ་གླང་བུང་བུ་ར་མ་ལུག་ད་ཅི་ལྟ་བཟོ་ཅི་མི་ནུག། ད་ལྟེ་བ་ནི་ཆོས་སྐྱོ་རུ་བ་ལེ། ཆོས་སྐྱོ་ཅེས་ཐ་བི་དུ་བ། བཟང་པོ་ངན་པ་བཤད་དུ་བ། ལན་དིང་གཏི་མུག་པ་ནོག་པ། དེ་སོགས་པ་མ་སྐྱེ་ཨ། བདེ་འགྲོ་མི་རིག་ཨ་སྐྱེ་སྟེ་ནོག་པ། བདེ་འགྲོ་བཟང་ནོག། ང་ད་ཅི་ཐོབ་སྟེ་ནོག་ད་སའི་ལུས་རྟེན་པོ། བདེ་འགྲོའི་ན། མིའི་ལུས་རྟེན་ཐོབ་སྟེ་ནོག་འཁོར་བ་ཡིན་ནོག་ད་ཐར་མ་ཐར་ར་ནོག་ད་རུ་ང་ད་ཅི་ན་ཨེ་ནོག་འཁོར་བ་པ་ཡིན་ནོག། སོང་བ་ལས། ཐར་པ་འདིར་སྐམ་པོ་ལྟ་རུ་མ་ཐོགས་པ་ནོ། གསུངས་པ་དང། ཨོ་དེ་བུ་ཙོག་ཙིག་དེ་ནི་བསམ་པ་དང་བསྟན་ན་ཡ་ང་ཉལ་བ་ཡི་དྭགས་ཏུ་འགྲོ་བ་མ་སྐྱེས་ཡས་སྐལ་བ་བཟང་པོ་ནོ་མི་བཞི་པའི་སྐྱེས་སུ་བསམ་སྐམ་པོ་ཡོང་བ་བྱས་ན་མིའི་རིན་ཐང་པོ་ཧ་གོ་ཆོག་པ། མིའི་རིན་ཐང་པོ་ཧ་གོ་བ་ནི།